དེང་ཐུགས་རྗེ་རེ་དྲུག་དེ་ཆགས་ཀྱི་ཡོད་རེད། ཨ་ནི་ས་གནས་ས་ཐོག་ལ་གདམ་རྒྱུད་དུ་ཨུ་ཚུགས་ཀྱི་ལས་འགུལ་སྤེལ་གྱི་ཡོད་རེད། ཡིན་ན་ཡང་ད་མཉམ་རུབ་ཀྱི་ལས་འགུལ་འདི་ཨ་ནི་དངོས་གནས་ཁོ་རང་མྱུར་བ་དང་ག་རེ་ཐོག་ནས་ཅིག་རྒྱ་ཆེ་ཡ་དེ་འདྲས་ཅིག་གི་དགོངས་པ་བཞེས་ནས་ད་ད་ལན། ཡུ་རོབ་ཚང་མའི་གི་མཉམ་རུབ་གི་དེ་འདྲའི་ཅིག་ཐུགས་མོང་ལ་ན་རེ་རུ་བ་ཨ་ནི་དེ་འདྲའི་ཅིག་ལས་གུ་ཅིག་ཁྱི་དེ་ན་ངོ་ཚོགས་གི་འབོད་སྒྲ་ཡི་ན་ཤུགས་ཆེ་ཡ་ཆེ་ཨ་རྒྱལ་སྤྱིའི་གི་སྡིངས་ཆ་ཐོ་ལ་ཡི་ན་ཅིག་གང་མང་ཅིག་དེ་འདྲའི་ཅིག་ངོ་ཚོགས་གི་ལས་གུ་དེ་ལ་ན་རེ་བོད་གི་ད་འཐབ་རྩོད་ལ་ན་རེ་དེ་ན་བཞིན་བོད་གི་ད་དེ་དག་ང་ཚོགས་གི་ཆབ་སྲིད་གི་གནས་སྟངས་འགྲོ་མི་ཐོབ་ཐང་དེ་ན་བཞིན་དེ་ཚོ་ཅིག་ང་ཚོགས་གི། ལས་རྒྱུ། ཡུ་རོབ་ནང་ལོགས་ལ་ཕ་ཆེན་ད་ང་རང་གི་ཧ་གོ་བས་ལ་ཨ་ནི་ང་ཚོ་བོད་རིགས་ཚོགས་པ་བཅུ་བཞི་ལག་གི་འདུག་ད་གང་ཆེ་ཆེ་ཆུང་ཚང་མ་བརྩིས་ནས་དེ་འདྲས་ཀྱི་ད་རྒྱ་ཁབ་ཕ་ཆེན་རྒྱ་ཁབ་བཅུ་བཞི་བཅོ་ལྔ་ནང་ལ་བོད་པ་ད་སོ་སོ་གི་ཚོགས་པ་འདུག་དེ་འདྲས་ཀྱི་ལས་རྒྱུ་ཅིག་མཉམ་རུབ་ཆེན་པོ་བྱ་དུ་ག་ལ་ང་ཚོ་དངོས་ནས་ལས་རྒྱུ་ཡིན་ན་ཤུགས་ཆེན་པོ་ཆགས་ཀྱི་རེད་བསམ་དེ་ཀྱི་དེ་ད་ལན་དེ་བཞིན་ངེད་འདི་གལ་ཆེན་པོ་གཅིག་འདི་ཟིན་པའི་ལྟར་རེ་ཅོད་ལ་འདུག་ག་ད་ཟླ་བ་གཅིག་མ་ཚོ་ཡོད་མ་རེད། དེ་ཡིན་འདུག་ག་ད་དཔེ་མི་སྲིད་གལ་ཆེན་པོ་ཆགས་ཡོད་རེད་གང་ཡིན་ཟེར་ན། དུས་རྒྱུན་དུ་ང་ཚོ་གི་ད་ཅིག་ཇི་ནི་བ་ས་མིད་ད་ལས་འགུལ་གཅིག་ས་གནས་ས་ཐོག་ལ་ཡོད་པ་རེད། ད་ཡིན་ན་ཡང་ང་ཚོ་གི་ཡུ་རོབ་གི་ད་གཞི་རྒྱ་ཆེན་པོའི་ལས་འགུལ་ལ་འདུག་ག་ལ་མིང་ཆེན་པོ་ཞེ་བོར་བ་ད་ང་ཚོ་གི་དེ་ན་བཞིན་མི་སྣ་གལ་ཆེན་མང་པོ་སྐད་བཏང་གི་ཡོད་རེད་ས་གཉིས་མི་སྣ་ཆེན་པོ་ད་ཅིག་མི་ཞུ་གཏུག་གི་ལས་འགུལ་ཆེན་པོ་མི་འདུག་ག་མི་མང་མེད་ན་ཨ་ནི་དེ་ཅིག་ད། གང་འདྲའི་འདྲ་པོ་ཆགས་ཡོད་ན་རེད་བ། ང་ཚོ་ད་ལྟ་ངོ་ནས་ལུང་པ་མེད་པའི་གནས་འདི་འདྲའི་གི་འཐབ་རྩོད་བྱེད་མཁན་ད་ད་ལྟ་ལོ་དྲུག་ཅུ་རེ་གྲངས་ཤིག་འདི་འདྲའི་ཆགས་ཡོད་རེད་བ། ནི་ད་ད་ལྟ་ང་ཚོ་བོད་པའི་གི་ད་ཆབ་སྲིད་གི་ལ་བར་བ་དེ་འདྲའི་གཅིག་སྡིངས་ཆ་འདི་ད་ཚད་མཐོ་བོ་ག་ཚད་སུ་སླེབས་ཡོད་རེད། ད་སྔོན་མ་ཡིན་ན་ཚད་མཐོ་པོ་གླེགས་ཡོད་རེད་འགྲོ་བ་འཛམ་གླིང་རྒྱ་ཁྱི་ཐོག་ལ་ད་ད་ལྟ་ལུང་པ་ཚང་མ་ལ་དམའ་ཤོར་བྱས་དེ་འདྲས་ཀྱི་དཀའ་ངལ་མང་པོ་ཅིག་འདི་ལ་ང་ཚོ་བོད་པའི་གི་གནས་སྟངས་འདི་ད་ད་ཆབ་སྲིད་གི་ན་འཛམ་གླིང་རྒྱ་ཁྱི་ཐོག་ལ་ད་གནས་སྟངས་འདི་ཏིས་ཅིག་སྔོན་མ་ཡིན་ན་ད་ཅིག་ཆུང་འགྲོ་ཡོད་རེད་ད་གང་ཅི་འདི་བདེན་པ་རེད་ངོ་ནས་ཁོ་རང་རེད་བ་ད་འདི་ང་ཚོ་གི་ད། སོ་སོ་གི་ནུས་པ་བཏོན་ནས་རུ་བ་ནི་ཚང་མའི་བོད་མི་ཚང་མའི་གི་སོ་སོ་གི་འགན་ཁུས་བྱས། ཨ་འདི་ག་འདྲའི་ཞིག་ནི་ད་ང་ཚོ་གི་ལས་འགུལ་འདི་ཤུགས་ཆེན་པོ་བྱེད་དགོས་འདུག་རུ་བ། ཨ་ནི་ང་ཚོ་གི་འཐབ་རྩོད་ཐོག་ལ་ག་སེ་ཞིག་ནུས་པ་མཉམ་སྤུངས་བྱེད་ཐུ་ཡ་དང། ཨ་ནི་ང་ཚོ་གི་བདེན་མཐའ་སེལ་ཐུ་ཡ་གཙོ་བོ་ཨ་ནི་ཅིག་འཚེ་མེད་ཞི་བའི་ལམ་ཐོག་ཡིན་ན་རེད་རུ་བ། ཨ་ནི་རྒྱལ་བ་རིན་པོ་ཆེ་དགོངས་ཞུས་ལྟ་བུ་ད་ནི་ཅིག་དབུ་མའི་ལམ་ཡིན་ན་རེད། ཨ་ནི་དེ་འདྲའི་གི་ཐོག་ནས་ད་ང་ཚོ་གི་བློ་དང་རིག་པ་འགྲིམ་བྱས་རུ་བ། ཨ་ནི་ང་ཚོ་གི་ལས་འགུལ་འདི་ག་འདྲའི་མོ་ག་འདྲའི་ཞིག་ནི་ད། ད་མཚམས་བཞག་ཡས་ཡོད་མ་རེད། ལས་འགུལ་གྱི་མཚམས་འདི་བཞག་ན་དེ་ནི་ང་ཚོ་གི་མ་འོངས་པའི་ང་ཚོ་གི་གཞོན་སྐྱེས་ལ་རེ་བ་སྣེ་ཁྲིད་ཡས་ལ་ད་ཚོའི་ལོ་རྒྱུས་དང་ལས་འགུལ་གྱི་ད་ཁོང་ཚོ་གི་ཐོ་འགོད་པ་ང་ཚོ་བོད་དང་རྒྱལ་ཁབ་ཅིག་ཡིན་པ། ཨ་ནི་བོད་དེ་དངོས་གནས་ད་རྒྱ་མི་གི་བཙན་འཛུལ་བྱས་ནས་ཟད་པ་བོད་རང་བཙན་ལ་འདི་ཤོར་བ་ང་ཚོ་བོད་རྒྱལ་ཁབ་ཡིན་པ་དུ་ཚོ་ཅིག་དངོས་གནས་ཁོ་རང་ལས་འགུལ་འདི་གཅིག་པུ་ཕྱི་རྒྱལ་རྣམ་པ་གཅིག་པུ་མ་རེད་གཞོན་སྐྱེས་ཚོ་ལ་ད་གང་བྱས་ཀྱི་མ་ད་ཅིག་མི་རྒྱུ། That Korea Generation ལ་གུར་པ་ཨན་དེ་འདྲའི་ཅིག་མི་རྒྱུ་ནི་མི་རྒྱུ་མ་ཅིག་འཕྲོད་ཐུ་ཡ་ཐབས་ཆོད་དེ་དངོས་གནས་ཁོ་རང་དེ་འདྲ་མ་སེ་བ་དུ་འུ་ཚོ་གི་དེ་ལས་གུ་དེ་ད་གལ་ཆེན་པོ་བརྩི་གི་ཡོད་རུ་བ་དེ་ན་བཞིན་ཚང་མས་གི་གལ་ཆེན་པོ་བརྩི་གི་ཡོད་བསམ་གུ་འདུར་བ་དེ་ཡིན་འདུག་ག་ལ་དེ་མཉམ་ཞུགས་གནང་རོགས། སྤྱི་ཚོས་རླངས་འཁོར་དེ་འདྲའི་ཅིག་གོ་སྒྲིག།

དོན་གཅོད་རྣམ་པ་གིས་ག་འདྲའི་ཅིག་ཁོ་རང་ཚོ་གི་དེ་ན་ཞིག་སྤྱི་འཐུས་རྣམ་པ་གཉིས་ཡུ་རོབ་ཀྱི་སྤྱི་འཐུས་དང་རྒན་གཙོ་བོ་ཆགས་ཀྱི་ཡོད་རེད། ཁོ་རང་ཚོ་གིས་ཡང་ག་འདྲའི་ཅིག་བློ་དང་རིག་པ་སྒྲིམ་ཅིག་དེ་འདྲའི་ཅིག་ཡང་མི་ཚོགས་དགོངས་ཐུགས་ཡ་དང་གསལ་བསྒྲགས་བསྒྲགས་གཏམ་གནང་གི་ཡོད་ཀྱི་རེད། དེ་ན་ཞིག་ང་རང་ཚོ་གི་ད་ལྟ་སྐབས་སུ་བབས་པའི་ས་གནས་དང་བོད་རིགས་ཚོགས་པ་ཚང་མས་གིས་ང་ཚོ་སུད་སི་དང་ལིག་ཟིན་སོགས་ཡང་སྒྲིག་འཛུགས་ཟིན་ལ་གྱུར་པ། དེ་འདྲས་ཀྱིས་ང་ཚོ་གིས་ཡང་བསྒྲགས་གཏམ། དཀར་ཆག་ལ་ན་རེ་ཐེར་སེཀེན་ཉི་ཤུ་རྩ་ལྔ་སུམ་ཅུ་གི་དེ་འདྲས་ཅིག་ཚང་མལ་གྱི་ཚོགས་གཙོ་རྣམ་པས་གི་བཟོས་བྱས་ཨ་དེ་འདྲས་ཀྱི་ཨ་དང་ཡ་དང་རུ་བ་ཅིག་འཚོ་བ་གྲོས་འཐུན་ཡ་དེ་ན་ཤེས་འབད་བརྩོན་ད་ད་ཚང་མ་བྱེད་ཀྱི་ཡོད་རེད་དེ་ན་བཞིན་ད་ད་ད་འོ་འཛོ་གི་བསམ་བློ་ཅིག་དེ་ཨ་ནི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པ་ཚོགས་པ་དེ་འདྲས་ཡོད་རུ་བ་དེ་ན་ཤེས་དོ་འཛོ་ལ་འོ་འཛོ་གི་ད་ད་ཅི་ད་ང་རང་ས་ནི་ས་ཐོག་ཐོག་ནི་ད་ཅིག་འོ་འཛོ་གི་ད་ད་གཞོན་ནུ་མཉམ་དུ་འབྲེལ་བ་བྱེད་ཡོད་རེད་བུད་མེད་མཉམ་དུ་འབྲེལ་བ་བྱེད་ཡོད་དེ་ན་བཞིན་ད་ད་ད་ཆོལ་ཁ་གསུམ་ལ་ན་རེ་ཨ་དེ་ན་བཞིན་སྐྱིད་སྡུག་ཁག་དེ་འདྲས་ལ་འོ་འཛོ་གི། ད་འབྲེལ་བ་བྱེད་ཡག་ཉོབ་ཡག་དེ་ན་བཞིན་ཨ་ནི་ད་ལྟ་ང་ཚོ་འབད་བརྩོན་གནང་གི་ཡིན་རེད་བ། ཨ་ནི་དེ་ན་བཞིན་ད་ལྟ་གོ་སྒྲིག་ཚོགས་ཆུང་གི་ཁོ་རང་ཚོ་གི་ནང་ཤུགས་རྒྱབ་ཀྱི་འདུག་དེ་འདུག་གོ་སྒྲིག་ཚོགས་ཆུང་གི་ཁོ་རང་ཚོ་གི་ནང་ཤུགས་རྒྱབ་ཀྱི་འདུག་དེ་འདུག་ག་ལ་ད་ལན་གཏམ་བཟང་བྱས་ད་ག་ལོའི་ནོར་འཛིན་སྒྲོལ་མ་ཨ་ནི་དེ་ང་ཚོ་ཞི་ཆེན་པོའི་ལས་འགུལ་ལ་མཉམ་ཞུགས་བྱེད་ཡག་དེ་ད་གཏན་འཁེལ་བ་རེད་ཟེར་ནས་དེ་ཡོངས་གྲགས་རེད་རེད་བ། ཨ་ནི་དེ་ན་བཞིན་ད་ལྟ Basketball རྩེད་ངན་ད་ལྟ NBA གི་ད་ལྟ Turkey གི་ཁོ་རང་ཨ་ནི Scandal ད་ཡོངས་གྲགས་རེད། དེ་སྔོན་དུ་ང་ཚོ་བོད་དོན་ལ་རྒྱབ་སྐྱོར་བྱས་ཡོད་རེད་མར་བ། ཨ་ནི་དེ་འདྲའི་ཅིག་བོད་མའི་ཚོ་པའི་དབུ་བཞུགས་ཐོག་དེ་འདྲའི་ཅིག་ཨང་སུད་ལ་དེ་འདྲའི་ཞུ་ཐུ་རེད། མུ་མེད་ཀྱི་ང་ཚོ་ཇི་ནི་བ Summit ལར་བ། ཨ་དེ་འདྲའི་ཀྱི་ཁོ་རང་ད་ལྟ་ཨ་མི་སི་ཅིག་ཡོང་གྲགས་ཡིན་འདུག་ག་ལ་ང་ཚོ་གལ་ཆེན་པོ་ཆགས་འདུག་ག་ལ་ད་ལན་ཁོ་རང་ད་རྒྱ་ཆ་ཆ་བས་ཡ་གི་དེ་གཏན་འཁེལ་ཚར་རེད། དེ་ང་ཚོ་ཚོགས་གཙོ་མཉམ་དུ་ལ་ན་རེ་གོ་ལི་ཚོ་མཉམ་དུ་འབྲེལ་བ་བྱུང་སོང། ཨ་ནི་དེ་འདུག་ག་ད་རི་ཆར་གྷེ་རི་ཨ་ནི་ད་ང་ཚོ་གི་རྒྱ་གོ་རིན་པོ་ཆེ་གི་ད་བོད་མི་སེར་གྲོགས་པོ་ཨ་ནི་དེ་ན་བཞིན་བོད་དོན་རྒྱབ་སྐྱོར་ཚོགས་པ་དེ་དག་ཤུགས་ཆེ་ཤོས་ཅིག་དང་གང་བྱས་ཨ་ནི་ང་ཚོར་རེ་བ་ཆེན་པོ་ཡོད་དེ་ན་བཞིན་ད་ལྟ་འབྲེལ་བ་བྱེད་དུ་བྱེད་བཞིན་པ་རེད་ཤག་ཨ་ནི་དེའི་འདུག་ག་ལ་ཕ་ཆེན་དམ་སང་ཅིག་ངས་ལས་ཀྱི་རེ་བ་བྱེད་ཀྱི་ཡོད་ད་ལྟ་བར་དུ་སྐད་ཆ་གོ་ཡ་ལ་བརྒྱ་ཆ་དགུ་བཅུ་དགུ་བཅུ་གོ་ང་བས་ཡ་གི། གདན་འཁེལ་རྒྱུ་རེད་གསུང་གི་འདུག་ད་ཐ་མ་ཐབས་ཤུས་ཨང་གཅིག་མཛད་འཕྲིན་དེ་ཨང་འགྱུར་སྲིད་གི་རེད་བ། འོ་དེ་འདྲའི་ཅིག་ད་ང་ཚོ་སུམ་ཅུ་དུས་དྲན་ལ་འདུག་ག་ལ་ཕྱི་ཟླ་གསུམ་པའི་ཟླ་རེ་བཅུ་ཕ་ཆའི་བདུན་ཕྲག་གཉིས་ཐོག་ལ་ང་ཚོ་བརྒྱ་ཆ་བརྒྱ་གཅིག་ལེན་རག་བའི་རེ་བ་ཡོད་རེད་བ། བརྒྱ་ཆ་བརྒྱ་བེད་ཀི་རེད་ལ་ནི། ཡང་ད་ལྟ་དེ་འདྲའི་ཅིག་ཡིན། ཨོ་སི་ཏྲེ་ལི་ཡའི་གཞུང་ཡིན་ན་རེད་ཨ་མེ་རི་ཀ་གཞུང་ཡིན་ན་རེད་ཀེ་ན་ཏྲ་གཞུང་ཡིན་ན་རེད་རྒྱ་གར་ཡིན་ན་རེད་དེ་ནང་བཞིན་ཡུ་རོབ་དེ་ཁག་ཚང་མས་ཀི་སོ་སོ་ཀི། ཨ་ནི་སུམ་ཅུ་དུ་དྲན་ཏེ་ད་སྔོན་བཞིན་བུད་མེད་སྒེར་ལངས་སྔོན་ནས་རྩ་ཆེན་པོ་ད་ནི་ལོ་དྲུག་ཅུ་རེ་དྲུག་ཆགས་ཀྱི་ཡོད་རེད་ཐེངས་དྲུག་ཅུ་རེ་དྲུག་དེ། ཨ་དེ་འདྲའི་གི་ཐོག་ལ་ད་ང་ཚོ་གི་ད་མིང་ཆེན་པོ་ཅིག་གཞི་རྒྱ་ཆེན་པོའི་ལས་འགུལ་ཟེར་ནས་རོ་ཨ་ནི་ཡུ་རོབ་གི་མཉམ་སྒྲུབ་གི་དེ་འདྲའི་ཅིག་གི་ལས་འགུལ་ལ་འདུག་ག་ལ་ད་མི་མང་འདུ་འཛོམས་བྱེད་ན་བྱས་ཏེ་གང་ནས་གལ་ཤོས་རེད། ད་འདི་གི་ང་ཚོ་གི་མཚོན་རྟགས་འདི་ད་ང་ཚོ་གི་ཕྱིའི་བདེ་ངན་ད་ང་ཚོ་གི་ད།

ཞུ་གཏུག་གི་ལས་འགུལ་ཡོད་རེད་དེ་ནང་བཞིན། ཨང་གཅིག་མི་མང་གི་ལས་འགུལ་དེ་དཔེ་མི་ཚེ་གལ་ཆེན་པོ་ཆགས་ཡོད་རེད་དེ་ནི་མི་མང་འཛོམས་ཡ་ལ་ང་ཚོ་གི་ད་ལྟ་བར་དུ། ཅིག་ང་ཚོ་འབད་བརྩོན་བྱེད་ཀྱི་ཡོད་ད་ང་ཚོ་འདི་འདྲའི་ཅིག་གཏན་འཁེལ་ནས་ཅིག་ནས། ད་ད་ལྟ་རང་ཉིད་རྡོ་རྗེ་ཤེས་ན་ད Swiss དང Liechtenstein བོད་མི་མང་སྒྲིག་འཛུགས་ཀྱི་ཚོགས་གཙོ་གི་འགན་བྱས་ཡོད་འདུག་ག་ལ། ཨ་ནི་དེའི་ག་ལ་ཆབ་སྲིད་ཀྱི་ལས་འགུལ་དེ་དཔེ་མི་ཚེ་གལ་ཆེན་པོ་རྩ་ཆེན་པོ་བརྩིགས་ཡོད་ག་ང་ན་ནས་བྱེད་ཁེལ་བ། ཨ་འདི་འདྲའི་འདུག་ག་ལ་ད་ལྟ་བར་དུ། སྤྱི་ཟླ་བཅུ་གཉིས་གའི་ད་ནོ་བའི་ཟིང་ལྟ་ཡིན་ན་རེད། དེ་ན་ཞིག་འགྲོ་བ་མི་ཐུབ་ན་ཉིན་མོ་སྤྱི་ཟླ་བཅུ་གཉིས་ད་རེས་བཅུ་ཡིན་ན་རེད། དེ་ན་ཞིག་མི་དམངས་འཛོམས་ས་ག་བ་ཡིན་ན་སོ་སོའི་ངོས་ནས་ཨ་ནི་ཅིག་གསལ་བསྒྲགས་འདི་གལ་ཆེན་པོ་ཞུ་ཚེ་ནི་ཨ་ནི་ད་ལྟ་སུམ་ཅུ་དུས་དྲན་ཞི་ལས་ཆེན་པོ་ལས་འགུལ་འདི་མཉམ་ཞུགས་ག་ཚད་གལ་ཆེན་པོ་ཡིན་པ་ཨ་ནི་གལ་ཆེ་དེ་ལ་མཉམ་ཞུགས་བྱེད་ཐུབ་ཡ་དང་དེ་འབྲེལ་གྱི་དྲིལ་བསྒྲགས་ཡིན་ན་རེད་ཡིག་ཐོག་ངག་ཐོག་དེ་ན་ཞིག་ཨ་ནི་ད་ལྟ་ང་ཚོ་འཐུས་མི་ནང་རོགས་ལ་ང་ཚོ་བཀའ་མོལ་བྱུང་ཡོད་རེད།

ད་ལྟ་བཞེས་ཟིན་པའི་ལས་འགུལ་འདི་དག་གལ་ཆེ་ཤོས་གཅིག་རྩིས་བྱས། ཨང་དེ་མ་ཟད་པའང་ས་གནས་ས་ཐོག་ལའང་མཛོད་ད་བཟོ་རིགས་ལའང་མ་འཛོད་ཀྱི་སུམ་ཅུ་དུས་དྲན་སྲུང་བརྩི་བྱེད་ཀྱི་ཡོད་རེད། དེའི་འདུག་ག་ལའང་མཛོད་དེ་ན་ལ་མི་མི་མང་པོ་གཅིག་མཛོད་ཀྱི་འཛོམས་ཡ་རེ་བ་བྱེད་ཀྱི་ཡོད། དེས་ན་དེ་ལྟ་ན་སྲུང་ཡ་དེ་གལ་ཆེན་པོ་ཞུ་བོ་རེད་ང་རང་ཚོ་བོད་ད་རང་བཙན་ཤོག་ཅེས་ད་མི་ལོ། དྲུག་ཅུ་རེ་དྲུག་འཁོར་དགོས་ཡོད་རེད་བ། སུམ་ཅུའི་དུས་དྲན་འདི་ང་ཚོས་ད་ཆབ་སྲིད་ཀྱི་ཐོག་ནས་གལ་ཆེན་པོ་ཞེ་བོ་ཅིག་ཆགས་འདུག་ག་ནས་གཞི་རྒྱ་ཆེ་བའི་ལས་འགུལ་དེ་ང་ཚོ་ཡུ་རོབ་བོད་རིགས་མི་དམངས་ཚང་མས་ཀྱི་ད་ལྟ་ནི་ཐར་ལན་ཧོ་ལན་ལ་ཚུགས་ཀྱི་ཡོད་རེད་སྤྱི་ཟླ་བཅུ། སྤྱི་ཟླ་གསུམ་པའི་ཚེས་པ་བཅུ་ཉིན་ག་དེ་ཡིན་དུས་ང་ཚོས་ད་བོད་ཁུལ་ཞུ་བ་དེ་ག་རེ་རེད་ཟེར་ན་བོད་པ་གང་མང་མང་ཅེས་རེ་ས་ཟླ་བ་ཁེངས་ཀྱི་འདུག་ཡིན་པ་ཡིན་ན་ཡང་ཉིན་མ་གཅིག་ལས་ཀ་ནས་དགོངས་པ་ཞུས་རྗེས་ཕི་ཀའི་ཕེབས་ཐུབ་པ་ཡིན་ན་བོད་ཀྱི་རྩ་དོན་ལ་ཕན་གྱི་རེད་སོ་སོ་སོ་ཡིན་པ་ཡིན་ན་ཡང་སོ་སོ་གྱི་དངོས་གནས་ཅིག་ཨོ་སོ་སོ་ལུང་པའི་གྱི་ཆེད་དུ་རྒྱལ་ཁབ་ཀྱི་ཆེད་དུ་ཉིན་མ་གཅིག་བློས་བཏང་པ་ཡིན་ད་མཉམ་ཞུགས་བྱས་པ་ཡིན་ད་བསམ་གྱི་སོ་སོ་སྤོ་བ་སྐྱེས་ཀྱི་དང་ཨ་ནི་སེམས། དགའ་པོ་ཆགས་ཡས་ཅིག་ཡོང་གི་ཡོད་དུས་ང་ཚོས་རེ་བ་ཞུ་ཡས་ལ་དངོས་གནས་ཅིག་བོད་པ་གང་མང་མང་ཅིག Netherland Holland ལ་ཚེས་པ་བཅུའི་ཉིན་ག་ཕེ་རོག་ན་ད་ལྟ་ནས་གྲ་སྒྲིག་གནང་རྗེས་ཉི་མ་གཅིག་ལས་ཀ་བློས་བཏང་པ་ཞི་ར་ཧ་ལས་ཀྱི་ཡོག་མར་བ་དེ་འདྲས་ཀྱི་ཐབས་ཤེས་གནང་རོགས་གནང་ཞུ་ཡས་ཡིན་འབོད་སྐུལ་ཡིན།